ན་ནིང་སྤྱི་ཟླ་དང་པོ་གི་ཟླ་རིག་གཅིག་གི་ཉིན་མོ་སྐྱབས་མགོན་རིན་པོ་ཆེ་བཀའ་སློབ་ལྡི་ལི་གཞིས་བཞག་ནས་ངེད་ཀྱི་སྤྱི་ཟླ་དང་པོ་གི་ཚེས་ཕྱི་ཚེས་གསུམ་གྱི་ཉིན་མོ་ལ་ངེད་ཞུ་རྒྱུ་བྱུང། ངོ་དེབ་ཐད་གཏོང་བཏང་བ་ཡིན། ང་ལ་དྲི་བ་ཅིག་དང་སེམས་འཚབ་བྱུས་ཡོད། དྲི་བ་དེ་ག་རེ་ཡིན་ལབ་པ་ན། སྐྱབས་མགོན་རིན་པོ་ཆེ་དགུང་ལོ་བརྒྱ་དང་བཅུ་གསུམ་པ་དུ་བཞུགས་ཡག་གི་ཞལ་བཞེས་བྱུང་བ་རེད་དེ་ང་ཚོ་གི་ཤུགས་བཅུག་གི་རེད་དམ་མ་རེད། དེ་གི་རྒྱབ་ལྗོངས་ཚང་མ་བཤད་ཀྱི་བྱུང་དེ་རིང་བཤད་མ་གོ་བྱས། སེམས་འཚབ་དེ་ག་རེ་ཡོད་ལབ་པ་ན། ལོ་འགའ་ཤས་ནང་ལ་སྐྱབས་མགོན་རིན་པོ་ཆེ་སྐུ་དང་གསུང་ཉམས་ཆག་ཤུགས་ཆེན་པོ་འགྲོ་སོང་དེ་ཐུགས་སྤྲོ་བོ་མེད་པ་རང་བཞིན་རེད་ཞུས་ཀྱི་བྱུང་དེ་གི་རྒྱབ་ལྗོངས་ཚང་མ་དེ་དུས་ཞུས་པ་དེ་རིང་ཞུས་མ་གོ་བྱས།

མཐའ་མ་དེ་ལ། ཁོ་ཚོ་གི་ཁ་བ་སླེབས་ན་གོང་དང་ཐུག་དེ་བྱུང་མ་སོང། ག་ལི་ག་ལི་བྱེད་གོ། ཡ། མཚམས་མཚམས་ཀྱི་ང་རང་ང་རང་ངོ་ཚ་འོང་འདུག། དེ་འདྲའི་ཅི་བསམ་དང་དེ་དུས་གང་ལ་ངའི་སྐད་ཅིག་གི། ཁ་ཚང། རྒྱ་བོད་དཀར་ཞིང་གྲུབ་པའི་ཆོས་པའི་བརྟན་བཞུགས་འདི།

ད་ག་འདྲས་ཟེར་སླ་བ་ན། ཆོས་ཕྱོགས་ནས་ཕྱི་བ་ན། སྟོན་པ་བཅོམ་ལྡན་འདས་ལས་རྩ་ཆེ། སྟོན་པ་བཅོམ་ལྡན་འདས་ཀྱིས་གསུང་བཤགས་པའི་ཆོས་དེ་ཇི་མ་ཇི་བཞིན་བོད་པ་དེ་ཡིན་དེ་ཡིན། ཧི་མ་ལའི་རི་བརྒྱུད་དག་ནས་འཛམ་བུ་གླིང་ལ་གསལ་བཞིན་གསལ་བར་གསུང་བཤགས་པ་མཛད། ད་བཅོམ་པ་བཅོམ་ལྡན་འདས་ལས་རྩ་ཆེ་གི་ར་བ་ང་རང་དུ་མེ་ཏོག་དེ་ལ། བཀའ་དྲིན་ད་ནི་ཕ་མ་ལས་རྩ་ཆེ། དེ་ཡི་བཀའ་སློབ་གནང་ནས་ལོ་གཅིག་ཧྲིལ་པོ་འགྲོ་སོང། སུ་གཅིག་གིས་ཉན་ཉན་མི་འདུག་སུ་གཅིག་གིས་བདག་པོ་རྒྱག་ཉན་མི་འདུག་དེ་ནི་ང་བཀྲ་ཤིས་སྟོབས་ཀྱི་སུ་རེད་ད། ག་རེ་བྱེད་ཉན་གི་རེད། ཡིན་པ་ན་ངའི་ལབ་ཡ་དེ་སྐྱབས་མགོན་རིན་པོ་ཆེ་བཀའ་སློབ་ལ་གཞི་བཞག་ནས་བཤད་བསྡད་པ་ལ་ངས་གོ་ཡ་གི་རྒྱུ་མཚན་ཡོད། ད་ངའི་སྐད་ཆ་དེ་མ་ཉན་པ་དང་དེ་ལ་ལས་དོན་མ་བསྒྲུབས་པ་ན་ང་ཏེས་ཐུབ་ཀྱི་འགྲུབ་མ་སོང་བསམ་ཡ་གི་བརྒྱ་ཆ་དེ་མང་འདུག་ད་སྐྱབས་མགོན་རིན་པོ་ཆེ་བཀའ་སློབ་དང་སྐྱབས་མགོན་རིན་པོ་ཆེ་བཀའ་བརྩི་གི་མི་འདུག་རྒྱལ་ཁབ་དུ་མི་ལོས་ཞེན་ཁོག་དེ་ཤ་ཞེན་མི་འདུག་ལབ་པ་ན། སྐྱབས་མགོན་རིན་པོ་ཆེ་བཀའ་བརྩི་གི་མི་འདུག་རྒྱལ་ཁབ་དེ་མི་རིགས་ལ་ཤ་ཞེན་དང་ཞེན་ཁོག་མི་འདུག་ལབ་ཡ་དེ་སྐད་ཆ་ཐོག་འདུག་དེ་གསལ་པོ་རེད་ཤག་ང་བཀྲ་ཤིས་ཐོབ་ཀྱི་ནི་ག་རེ་ཡོད་རེད། སྐྱབས་མགོན་རིན་པོ་ཆེ་བཀའ་ཚ་པོ་ཚ་པོ་གནང་ནས། ལོ་གཅིག་འགྲོ་སྟ་ཉིས་སྟོང་ཉིས་རྩ་བཞི་གི་ཕྱི་ཟླ་དང་པོ་གི་ཕྱི་ཚེས་གཅིག་གི་ཉིན་མོ་འདི་སོང་བཞག་པ་གི་བཀའ་སློབ་འདི་རེད་ད། ངའི་ཨ་ཁྱེད་རང་ཚོ། ང་ཚོ་དང་ཁྱོད་ཚོ་ཟེར་སྐད་ཅི་འདི་མོ་ཀོག་ཆེ། འདི་ཞུ་ཉེས་འདོད་བྱུང། ཨེ་འདི་རེད་ད། ཕྱི་ལོའི་ལོ་སར། ཆགས་བསྡད་ཡོད་རེད། ཚང་མ་ལོག་ལེ་ཡ། བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ལོ་རྙིང་པ་འདིའི་ནང་ལ། འདས་པའི་ལོ་རྒྱུས་ནང་ལོག་ལ་ང་ཚོ་རྙོག་དྲ་མང་པོ་ཅིག་མི་རང་གིས་བཟོས་ཞེས་པའི་རྙོག་དྲ་ཆགས་ཀྱི་ཡོད་རེད། ད་ཡིད་བདེ་བག་མེད་པ་བྱས་བྱས། ད།

སྒོམ་རྙོག་ག་རེ་ཡོད་རྫས་དེ། རྒྱལ་བས་བཀའ་བཞིན་བསྒྲུབ་པའི་ཆོས་པའི་བརྟན་བཞུགས་འདི་ནི་སེལ་གྱི་འོ་རེད། ཡིན་ན་ད་སུ་ཡིས་ཀྱི་ཚོགས་གཙོ་ལགས་ཀྱི་དེ་ཉན་ཐུག་གི་མ་རེད་ཁུ། ད་ཚོགས་གཙོ་རུ་སུ་ཡིས་ཡར་ཐོན་ཅིང་གི་རྒྱལ་ཁབ། དེའི་ནང་ལ་དེ་ཉན་གྱི་ཚོགས་གཙོ་དེ་གི་དེ་ཉན་ཐུག་གི་ཡོད་མ་རེད་དེ་ཚང་མ་ངས་བཏང་བ་ཡིན། ཁོ་རང་ལ་བཀའ་དྲིན་ཆེན་པོ་ཡིན། དེ་རིང་ང་བཤད་དགོས་ཡ་དེ་རྒྱུ་མཚན་དེ་ལ་ཐུག་དུ་ཡོད།

ད་རྒྱ་བ་ཀ་མ་པ་དེ་ལ་རེ་བ་ཅི་བྱེད་ཡ་ཡོད་རེད་བྱེད་ཡ་འདུག་ཁོང་གི་བཀའ་སློབ་གནང་ཕྱོགས་རེད་ཁོང་གི་ཅིག་གོམ་པ་ཆ་ང་ཆུང་ང་ཚང་མ་ལ་ཅིག་ཞལ་འདེབས་གནང་སྟངས་རེད་སྤུ་གུ་སྤུ་ཅིག་སློབ་ཕྲུག་དེ་ཚོ་ལ་སློབ་ཡོན་གནང་སྟངས་རེད་རེ་བ་བྱེད་ས་འདུག་མ་གཏོགས་བླ་ཆེན་རྣམ་པ་ཚང་མ་ལ་ད་རེ་བ་བྱེད་ས་ཞེ་དྲག་ལྷག་མི་འདུག་ང་ལ་ཉམས་མྱོང་ཡོད་ང་བླ་ཆེན་རྣམ་པ་ཚང་མ་བཅར་མྱོང་ཡོད།

ན་ནིང། ཀོ་ལི་གྷར་ལ་ལོ་ལྔ་བཅུ་འཁོར་བའི་དུས་ཆེན་ལ་སྐྱབས་མགོན་པོ་ཆེ་གསུང་འཕྲིན་ཅིག་ཡོད་རེད། དེ་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་སྐྱོར་གནང་བ་རེད་འདི་གཟིགས་དེ་ཡ།
ད་དེ་ནས་ཚིག་དུམ་བུ་ཐ་མ་འདི་ནང་ལོགས་ལ་ཡ། བོད་གཞིས་ལུས་མི་མང་རྣམས་གཞན་དབང་འོག་ཏུ་ཚུད་ཡོད་ཀྱང། མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་གྱིས་ཆོལ་ཁ་གསུམ་ཁ་བྲལ་གཏོང་ཐུབ་མེད་ཕྱིན། ཏི་སེ་བོ་ཞུགས་ཀྱི་བཀའ་གནང་གི་འདུག་བ་རྒྱ་རོམ་ཞིག་བོད་ནང་ལོག་ལ་ཡིན་པ་ཡིན་ན། མདོ་སྟོད་ནས་ཡིན་ན་འདྲ་འདུག་མདོ་སྨད་ནས་ཡིན་ན་འདྲ་འདུག་དབུས་གཙང་ནས་ཡིན་པ་ཡིན་ན་འདྲ་འདུག་ད་ལྟ་རྒྱ་ནག་གི་བཙན་འཛུལ་བྱས་ནས་བཙན་འོག་ལ་ཚུད་དེ་ཡོད་རེད་དེ་དཀའ་ངལ་མང་པོ་ཅིག་འཕྲད་དེ་ཡོད་རེད་དེ་བོད་ནང་ཡོད་ངའི་བོད་པ་དེ་གི་རྡོག་རྩ་གཅིག་སྒྲིལ་དུ་བ། འོན་ཀྱང། ད་འདིའི་དོ་སྣང་བྱེད་དགོས་ཀྱི་རེད་ད། འོན་ཀྱང། འདི་ཕྱོགས་ང་ཚོ་བཙན་བྱོལ་ནང་གསུང་གི་ཡོད་རེད་འདི་ཕྱོགས། རང་རེ་བཙན་བྱོལ་ནང་སྤྱི་སེམས་ཀྱི་ཕོངས་པས། སྤྱི་སེམས་སྤྱི་པ་ལ་ཡ་ཞབས་འདེགས་ཞུ་ཡ་དང་སྤྱི་པ་ལ་ཕན་པ་གི་བསམ་བློ་བཏང་ཡ་འདི་ཕ་དོར་བྱས། སོ་སོའི་གི་ཁེ་ཕན་དང་ལུང་ཚན་གི་ཁེ་ཕན་དང་དེ་ཚོའི་སྒང་ལ་ཡ་བསམ་བློ་མང་པོ་ཅིག་བཏང་ནས།

བློ་ཕམ་སྐྱེ་འོས་ཀྱི་གནས་རི་དྭགས་དེ་ཚོ་ལ་ཐུག་ནས། དེ་ཚོ་མགོ་འཚོས་པར་བྱའོ། གནད་འགག་ཆེ་བ་ནི་དེ་ཚོ་རི་དྭགས། ཅོལ་ཆུང་ཁག་ཅིག་གིས་ཕྱོགས་རིས་འཐེན་འཁྱེར་གྱི་བྱ་བ་སྤེལ་བ་དེ་ནི་ཞབས་འདྲེན་བློ་ཕམ་གྱི་གནས་ཡིན་པས། སེར་སྐྱ་མགོ་མང་ཚང་མས་ཅིས་ཀྱང་ཡིད་གཟབ་དགོས་པའི་བློ་འཇགས་ཀྱིས་བཞིན་དེ་གསུངས་ཡ། སེར་མོ་བ་ཡིན་ནས་རེད། སྐྱ་བོ་ཡིན་ནས་རེད། སུ་ཡིན་པ་ཡིན་ནས་ཚང་མ་ལོག་དེ་ལ་ཡར་ཐུགས་གཟབ་གནང་དགོས་རེད།

ད་དེ་རིང་དེ་ཙམ་ཡིན། ད་རྒྱ་བལ་བཀག་བཞིན་འདུག་པའི་ཆོས་པའི་བརྟན་བཞུགས་དེ་ནི་མེད་ན་མི་རུང་བ་ཅིག་རེད་ནད་བརྒྱ་ལ་སྨན་གཅིག་རེད། ད་ལྟ་བར་དུ་བོད་པའི་གི་རྙོག་དྲ་དང་རྩོད་རྙོག་ཡོད་ཚད་ཀྱི་ཟེར་ས་དེ་འདི་རེད་ཡིན་ནའང་ངས་ཀྱི་ཇི་ཐག་གཅོད་བྱེད་ཀྱི་ཡིན་འདི།

སྡོམ་བདེ་བོ་ཅིག་བཤད་པ་ན་འགྲེལ་བཤད་རྒྱ་ནག་མང་པོ་རྒྱ་ཡ་ཡོད་རྒྱབ་ཆོ་གུར་བྱེད་ལ་ག་ལས་ག་ལས་བྱེད་སྟངས་དེ་ག་རེ་ཡིན་བསལ་བ་ན་ད་ཡོད་རེ་ང་ཚོ་སེམས་ཤུགས་ལྷག་བསམ་ཀུན་སློང་ལས་ཅིག་དོ་ཞིབ་རྒྱལ་པོ་ཀུན་སློང་ཡག་པོ་ཆེའུ་དག་ལས་དོ་ཅིག་རྡོ་རྗེ་ཀོ་ཅིག་སེམས་ཤུགས་ཡོར་དག་ལས་དོ་ཅིག་ཡེ་ཤེས་ཀོ་ལྷག་བསམ་ཡོར་དག་དེ་མ་རེད

ཀུན་སློང་འདི་གཙང་མ་གཙང་རྐྱང་རེད། རྒྱ་བལ་དགའ་ཞིང་སྒྲུབ་པའི་ཆོས་པའི་བསྟན་བཤུག་འདིར་ལྷག་པ་གོ་དགོས་བ་མ་རེད། ཀུན་སློང་འདི་གཙང་མ་མེད་བ་ན་སྒེར་གྱི་གྱེས་པའི་ཤུགས་ཆེན་པོ་བསྟུན་པ་ན་འདི་ནི་སྐད་ཆ་བཤད་ཆོག་ས་དང་བཤད་མ་ཆོག་ས་བཤད་ཕོད་ས་དང་མ་ཕོད་ས་ཡོད་དེ་རིང་ང་དེ་ལ་བཤད་ཕོད་གི་ཡོད་མ་རེད། མི་གི་འཛུགས་མང་པོ་བཙུགས་འོན་ཡག་རེད། འཛུགས་བཙུགས་ས་གས་མེད། གཙང་མ་གཙང་རྐྱང་ཡིན།

བོད་ཀྱི་གསོ་བ་རིག་པར་བརྟེན་ནས་བོད་མི་དུག་རྫུ་ཕྱུག་པོ་ལམ་ཐའི་དུས་ཡག་གི་ནུས་པ་དང་རྣམ་དཔྱོད་ཚང་མ་ང་ལ་ཡོད་དེ་ངས་མི་བྱིན། རྒྱ་བལ་བཀའ་བཞིན་སྒྲུབ་པའི་ཆོས་བུའི་བསྟན་བཤོལ་བོད་ནས་བོད་མི་ཚང་མ་གཅིག་སྒྲིལ་བཟོ་ཐུབ་ཡག་གི་ནུས་པ་དང་ང་ལ་ཡོད། ཡིན་ན་དུས་ཚོད་ག་ཚོད་དགོས་ཀྱི་རེད་དམ་མ་རེད་ལ་ཡང་མ་གཏོགས་ཇི་ཐག་གཅོད་བྱེད་ཀྱི་ད་དེ་ངས་འདི་གསལ་བོ་ཡིན། ད་སྤྱི་བཏང་གི་བྱས་པ་ན་ང་བླ་བྲ་ལ་འགྲོ་མ་མྱོང།